ལྷན་རྒྱས་བཀྲ་ཤིས་ལས་ད་རིང་ལས་ཚིག་འདིའི་ནང་ལ་ཡ། ཇོ་ཁང་ལས་གསུངས་པའི་སྲིད་ཕྱོགས་ཀྱི་འཁྲུལ་བ་སྤོང་བ་དེ་ཞུ་གི་ཡིན། དེ་ཡང། ཡ་ཤེས་ཇོ་ཁང་ལས་རྩ་གཞུང་དུ། རྐྱང་པ་ཕུ་ལ་ཨ་ཐ་གོ། ཞེས་པའི་དོན་ནི། ཕུ་ལྡན་ཞེས་པ་ནི་སྔོན་འཇུག་ཅེས་པའི་དོན་དང་གཅིག་པ་ཡིན། དེ་རྐྱང་པ་ཕུའི་གསུང་དུ་བཀའ། རྐྱང་པ་ཕུའི་གསུང་ཡང་འདི་ཕུའི་གསུང་ཡང་འདི་ཕུ་ཐན་གསུང་ཡང་རེད། འདི་ཕུ་ཐན་འདི་སྔོན་ཆུབ་དང་གཅིག་པ་ཡིན་གསུངས་པ་རེད། དེ་ནས། རྐྱང་པ་ཕུ་ལ་ཨ་ཐ་གོ་ཞེས་པའི་དོན་ནི་སྔོན་ཆུབ་ཡོད་པའི་ཐ། ཡི་གེ་རྐྱང་པ་གང་ཡིན་པ་རྣམས་ལ་ཨ་ཐ་ཐན་ཏེ་ཨ་ནི་ཐ་ཨ་ཐ་ཟེར་ན་ཨ་ཐ་ཐན་གསུང་དགོས་པ་རེད་ཨ་ཐ་ཐན་ཏེ་རྗེས་འཇུག་ཐོབ་དགོས་ཀྱི་ཡོད་པར་གསུངས། དཔེར་ན། ཨའོ་འཇའ་གསུང་དུ་བ་ཨའོ་འཇའ་ཨའོ་མདའ་གསུང་ཡང་ལ་འདི་གྲི་རིགས་རྣམས་ལ་ནི། མཐའ་རྟེན་ཨ་རྗེས་འཇུག་མ་བྱས་ན་བཀའ་བབས་ཀྱི་དོན་མི་འདོད་བཞིན་སྐབས་སུ་བབས་པའི་དོན་སྟོན་གྱི་མ་རེད། དཔེར་ན་ཨའོ་འཇའ་གསུང་ན་དོན་སྟོན་གྱི་མ་རེད་ལ་ཨའོ་མདའ་གསུང་ན་དེའི་དོན་གང་ཡང་སྟོན་གྱི་མ་རེད་སྐབས་སུ་བབས་པའི་ཁོ་རང་གི་དོན་སྟོན་དགོས་ཡག་གི་དོན་བརྗོད་རུང་བ་འོང་སྟེ་སྟོན་གྱི་མ་རེད་ལ། མ་ཟད་པའི་སྔོན་འཇུག་གི་མིང་གཞི་དང་ནོར་ཉེས་བྱས་ལྟ་སྔོན་འཇུག་སྔོན་འཇུག་དང་མིང་གཞི་ཡིན་ནོ་ཨའོ་བརྒྱ་གསུམ་ཟེར་ནས་སྔོན་འཇུག་ག་གི་ཡིན་མིང་གཞི་ག་གི་ཡིན་འདི་ནོར་ཉེས་བྱས་གསུངས་པ་རེད་འདི་ནོར་གི་ནོར་བའི་དོགས་པ་ཡོད་རེད་དེ་དོགས་པ་དེ་ཕ་མིང་གཞི་སྐབས་བབ་ཀྱི་མིང་གཞི་དོན་སྟོན་པ་དང་སྔོན་རྗེས་ཀྱི་མིང་གཞི་དེ་ལྟ་བུའི་རྣམ་གྲངས་མི་ནོར་བའི་ཆེད་དུ་ཨ་ནི་ཨ་ཐ་བསྟན་བཅོས་འགུགས་ཡོད་རྐྱང་པ་ཕུལ་ཡོད་ན་ད་འགུགས་སྐྱེད་བརྩེགས་དོ་མེད་པའི་གེ་གུ་ཞབས་ཀྱི་སྦྲང་བུ་སོགས་མེད་པ་དང། ཡི་གེ་སྟག་ན་ཤིང་ཡར་ར་ལ་བ་སོགས་མེད་པའི་ཡི་གེ་རྐྱང་པ་ཡིན་ན་ཨ་ནི་ཨ་རྗེས་འཇུག་དགོས་གསུངས་པ་རེད།

ཚ་བཙའ་ཟ་ཤ་ཟེར། འོ་འདི་ནང་བཞིན་བྱས་རྗེས་ཚང་མ་ལ་དཔེར་ན་གའུ་སྣ་ཁ་དོག་གཅིག་པོ་གསུངས་པ་ཡིན་ན་དཔེར་ན་གན་ཟེར་རོ། སྔོན་འཇུག་དང། མིང་གཞི། ནོར་བའི་དོགས་པ་ཡོད་པ་རེད། མ་ཟད་ལ་སྐབས་སུ་བབ་པ་དེ་སྣ་ཟེར་ན། སྔོན་མ་སྔོན་མ་ཟེར་བ་སྣ་སྔ་མོའི་དུས་ན་ཨ་ནི་ཀ་བ་བཟང་པོའི་དུས་ཡིན་གསུང་བའི་བཟོ་འདྲ་བོ་སྣང་ཨ་ཞེས་པ་ནི་ཨ་ནི་དུས་ཀྱི་བརྡ་རྙིང་ལ་ཡར་སྔོན་མ་སྔོན་མ་གསུང་བ་དང་འོ་དེ་ཨ་སྐྱོན་པ་ཡིན་ན་ཨ་སྔ་མོ་ཞེས་པའི་དོན་གོ་དགོས་དཔེར་ན་ཨ་བོ་འཇགས་ཞེས་ཨ་མ་ཁྲིད་པའི་འཇགས་ཨ་བོ་འཇགས་ཁ་ཐུག་སྐྱོན་པ་ཡིན་ན་ཨ་ནི་མིང་གཞི་ག་གི་ཡིན་སྔོན་འཇུག་ག་གི་ཡིན་དཔེར་ན་ཨ་དེ་སྔོན་འཇུག་ཡིན་པ་ཧ་མ་གོ་བར་མིང་གཞི་ཀློག་པའི་འོ་དེ་འདྲའི་དོགས་པ་ཡོད་རེད་ད་དེ་དོགས་པ་བསལ་བ་དང་ཨ་ནི་ཀ་བ་བའི་དོན་ཧ་གོ་བའི་ཆེད་དུ་ནི་ཨ། སྐྱོན་པའི་ཨ་བོ་འཇག་འཇག་སོང་གནམ་གྱི་འཇའ་ཚོན་ཡིན་པ་ཧ་གོ་དགོས་པ། འོ་འདི་ཧ་གོ་བའི་ཆེད་དུ་ཨ་ནི་རྐྱང་པའི་ཡི་གེ་ཡིན་ན། གུག་སྐྱེད་བརྩེགས་གཏོར་མེད་པའི་རྐྱང་པའི་ཡི་གེ་ཡིན་ན་ཨ་ནི་ཨ་ད་ཐེངས་ངེས་པར་སྐྱོན་དགོས་གསུངས་པའི་དོན་འདི་རེད།